བཀྲ་ཤིས་བདེ་ལེགས། དེ་ནས་དེ་རིང་ང་ཚོ་ཤེས་བྱ་གོ་འཁྱབ་མཛོད་རྩ་བ། གནས་དྲུག་པའི་སྐབས་བཞི་པ། ཤེས་བྱ་སྤྱིའི་མཚན་ཉིད་རྣམ་པར་བཞག་པའི་སློབ་ཚན་ཉེར་གསུམ་པ། ཁམས་བཅོ་བརྒྱད་ཞེས་པ། འདིའི་སྐོར་ལ་འགྲེལ་བཤད་མདོར་བསྡུས་ཤིག་བརྒྱབ་པ་ཡིན། དེ་ནས་ཤེས་བྱ་གོ་འཁྱུད་མཛོད་ཀྱི་གནས་དྲུག་པའི་སྐབས་བཞི་པ་ལ་ཐེག་པ་ཐུན་མོང་བའི་ལུགས་ཀྱི་ཕུང་ཁམས་སྐྱེ་མཆེད་ཀྱི་རྣམ་བཞག་ཞིག་ཡོད་པ་རེད། དེའི་ནང་གི་དང་པོ། ཕུང་པོ་རྣམ་གཞག་བྱེད་པ་དེ་བཤད་ཟིན་ནས་དེ་རིང་ང་ཚོ་ཁམས་ཀྱི་རྣམ་གཞག་བྱེད་པའམ་ཁམས་བརྗོད་བྱེད་བྱེད་པའོ་དེ་བཤད་ཀྱི་ཡོད་པ་རེད། ད་ནི་འདི་རྩ་ཚིག་ཡིན་ན་ས་བོན་རང་མཚན་འཛིན་པའི་ཁམས་བརྗོད་བྱེད་སྣང་དང་ཕྱི་རོལ་རྣམ་ཤེས་ཁམས་དཀྲུགས་དཀྲུག་ཟེར་བའོ་དེ་འདྲ་ཅིག་སོང་བ་རེད་རྩ་ཚིག་འདིའི་སྐབས་སུ་ཁམས་ཀྱི་ངོ་བོ་དང་ཁམས་ཀྱི་དབྱེ་བ་བཤད་ཀྱི་ཡོད་པ་རེད། དེ་ནས་ཁམས་ཀྱི་ངོ་བོ་དེ་ག་འདྲ་ཅིག་རེད་ཟེར་ལབ་པ་ཡིན་ན་ཁམས་ཟེར་བ་དེ་ལ་ལེགས་སྒྱུར་གྱི་སྐད་དུ་བདག་ཏུ་ཞེས་ལབ་ཀྱི་ཡོད་པ་རེད། བདག་ཏུ་ཟེར་བ་དེའི་དོན་དག་ལ་གསལ་བོར་འཛིན་པ་དང་རང་གི་མཚན་ཉིད་འཛིན་པ་ལ་སོགས་པའི་དོན་དག་ཡོད་པ་རེད། དེའི་དོན་དག་དེ་བོད་སྐད་ཀྱི་མིང་གི་དབང་དུ་བྱས་པ་ཡིན་ན་ཁམས་ཞེས་བསྒྱུར་བ་ཡིན། རང་གི་མཚན་ཉིད་འཛིན་པ་ཟེར་བ་འདི་ལ་ཡང་གོ་དོན་ཡང་ན་འཇུག་ས་མི་འདྲ་བ་མང་པོ་ཞིག་ཡོད་པ་རེད། སྐབས་འདིར་རང་གི་མཚན་ཉིད་འཛིན་པ་ཟེར་བ་དེ་རང་ལ་ཆོས་གཞན་དང་མ་འདྲ་བའི་ཁྱད་ཆོས་ཡོད་པ། ཡང་ན་རང་གི་ངོ་བོ་དེ་ཆོས་གཞན་དང་མ་འདྲེས་པ། དཔེར་ན་གཟུགས་ཀྱི་སྐྱེ་མཆེད་དེ་སྒྲ་དང་མི་འདྲ་བ་གཟུགས་ཀྱི་སྐྱེ་མཆེད་ལ་སྒྲ་དང་མ་འདྲ་བའི་ཁྱད་ཆོས་ཐུན་མོང་མ་ཡིན་པ་ཡོད་པ། འོ་དེ་འདྲ་ཅིག་ལ་རང་གི་མཚན་ཉིད་འཛིན་པ་ཞིག་ལབ་ཀི་ཡོད་པ་རེད། ད་ནི་མདོར་ན་སྐབས་འདིའི་ཁམས་ཟེར་བ་དེ་རིགས་ལ་གོ་གི་ཡོད་པ་རེད། དཔེར་ན་གཟུགས་སུ་གྱུར་བ་ཐམས་ཅད་ལ་གཟུགས་ཀྱི་ཁམས་དང་སྒྲ་རུ་གྱུར་བ་ཐམས་ཅད་ལ་སྒྲ་ཡི་ཁམས་སྒྲ་ཡིན་པ་རིགས་གཅིག་པ། སྒྲ་སྙན་པ་དང་མི་སྙན་པ་རྩུབ་པ་དང་འཇམ་པ་ག་འདྲ་ཞིག་ཡིན་ན་ཡང་རང་གི་སྒྲ་ཡི་ངོ་བོ་འཛིན་པ་སྒྲ་ཡི་བྱེད་ལས་དང་ལྡན་པ་འོ་དེ་འདྲ་ཞིག་ལ་སྒྲ་ཡི་ཁམས་ཞེས་ལབ་ཀྱི་ཡོད་པ་རེད། སྐབས་འདིའི་ཁམས་ཟེར་བ་དེ་དོན་དག་དེ་འདྲ་ཞིག་ཡིན་པ་རེད།